གོ་ལའི་གནམ་གཤིས་འགྱུར་ལྡོག་དང་མྱུར་ཚད་མཐོ་པོའི་ཐོག་ལ་འཕེལ་བཞིན་པའི་གོ་ལའི་ཚ་དྲོད་དེ་ནི་འཛམ་གླིང་སྤྱིའི་དཀའ་ངལ་ཆེ་ཤོས་ཤིག་ཡིན་པ་དང། ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གོ་ལའི་གནས་གསུམ་པ་སྟེ་མཐོ་སྒང་བོད་ཀྱི་ཁོར་ཡུག་ནི་གོ་ལའི་གནམ་གཤིས་འགྱུར་ལྡོག་དང་འབྲེལ་བ་ཆེན་པོ་ཆགས་ཀྱི་ཡོད་པ་ཉམས་ཞིབ་པ་མང་པོས་གསལ་སྟོན་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་ཞིབ་ཁང་ཁྱབ་ཁོངས་ཁོར་ཡུག་ཚན་པས་མཐོ་སྒང་བོད་ཀྱི་ཁོར་ཡུག་གི་གལ་གནད་སྐོར་ལ་གོ་རྟོགས་རབ་དང་རིམ་པ་སྤེལ་དང་སྤེལ་མུས་ཡིན་པ་མ་ཟད། སླེབས་ལ་ཉེ་བའི་རྒྱལ་སྤྱིའི་ཁོར་ཡུག་ཚོགས་ཆེན Cop twenty six ཞེས་པའི་ཐོག་ལ་ཡང་བོད་ཀྱི་ཁོར་ཡུག་གནས་སྟངས་དང་དེ་སྲུང་སྐྱོབ་དགོས་པའི་གལ་གནད་སྐོར་ལ་གོ་རྟོགས་སྤེལ་རྒྱུ་དང་ཞུ་གཏུག་གནང་རྒྱུ་རེད་འདུག་དེ་རིང་གི་དྲ་བརྙན་གླེང་སྟེགས་ཀྱི་ལས་རིམ་འདིའི་ཐོག་མཐོ་སྒང་བོད་ཀྱི་ཁོར་ཡུག་གནས་སྟངས་སྤྱི་དང་ལྷག་པར་དུ་རྒྱལ་སྤྱིའི་ཁོར་ཡུག་ཚོགས་ཆེན་དེའི་ཐོག་ཁོར་ཡུག་ཚན་པའི་ཞུ་གཏུག་ལས་རིམ་སྐོར་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཚན་པའི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་སུ་བཅར་འདྲི་ཁག་ཅིག་ཞུ་གི་ཡིན། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། བདེ་ཆེན་ལགས། ད། ཐོག་མ་འདི་ལ་ཡར་མཐོ་སྒང་བོད་ཀྱི་ཁོར་ཡུག་གནས་སྟངས་ཅི་ཡོད་རེད་བ། དེའི་སྟབས་ད་ལྟའི་ཆ་ལ་ག་འདྲའི་འགྲོ་གཞི་ཆགས་ཡོད་རེད་སྤྱི་ཡོངས་ཀྱི་བོད་ནང་ལོ་ལ་ཡར་འཕྲད་བཞིན་པའི་ཁོར་ཡུག་གི་དཀའ་ངལ་མང་པོ་ཅིག་ཡོད་པ་དེ་དག་རྒྱལ་སྤྱིའི་ཁོར་ཡུག་སྤྱི་ལ་ཡར་ནི་ཅིག་དོ་ཕོག་ག་འདྲས་འགྲོ་གི་ཡོད་རེད་དཀའ་ངལ་དེ་ཚོ་གི་དེའི་གི་ནི་ཅིག་གནད་འགག་འགྲོ་གཞི་ག་འདྲའི་འགྲོ་གཞི་ཆགས་ཀྱི་ཡོད་རེད་བས།

ཁ་ལ་ཆུ་བོ་ཁག་མང་པོ་ཅིག་ལ་ག་ལ་རྒྱ་ནག་གཞུང་གིས་ནི་ཆུ་རགས་ཆེན་པོ་མང་པོ་ཅིག་བརྒྱབ་བའི་རྐྱེན་གྱིས་ནི་ད་ཆུ་དེ་ཚོ་ད་རྒྱལ་རྒྱལ་སྤྱིའི་གི་ད་ལུང་པ་མང་པོ་ཅིག་ནང་ལོགས་ལ་ནི་ཆུ་དེ་ཚོ་མ་རྒྱུག་འགྲོ་ཡོད་སྐབས་སུ་ལ་བོད་ཀྱི་ཆུ་བོ་ཁག་ག་ལ་ནི་མི་འབོར་ས་ཡ་གཅིག་དང་ཕྱེད་ཀ་ལྷག་ཅིག་ང་ཚོ་བོད་ཀྱི་ཆུ་བོ་ཁག་བསྟན་དུས་དེ་དུས་ནི་བོད་ཀྱི་ཆུ་བོ་ཁག་ག་ལ་ནི་ཆུ་རགས་བརྒྱབ་པ་དང་དེ་མ་ཟད་ནི་ཆུ་ཁ་རྒྱུག་བྱེད་ཀྱི་དེ་འདྲིའི་གི་ལས་གཞི་མང་པོ་ཅིག་སྤེལ་དུས་སྐབས་སུ་ལ་འདི་གི་བོད་པའི་གི་བོད་ནང་ལ་ཡོད་པའི་བོད་པའི་མ་བོད་པ་མ་ཟད་ནི་གཤམ་ལ་ཡོད་པའི་ལུང་པ་མང་པོ་ཅིག་ལ་གནོད་སྐྱོན་ཤུགས་ཆུང་པོ་ཅིག་བྱུང་འདུག་གོ་རེད་ད། དེ་ཐེངས་གསུམ་པ་དེ་ཞུ་བ་འདྲི་ཅི་ན་ཨ་ནི་གནད་དོན་གསུམ་པ་ཞུ་བ་འདྲི་ཅི་ན། ད་ལྟ་བོད་ནང་ལོ་ལ་ཆུ་ལོག་དང་ཨ་ནི། ས་ཡོམ་གྱོང་ཡོད་ཡོང་ཡས་དང་ས་རུད་ཡོང་ཡས་དང་དེ་འདྲའི་དྲུག་གི་ཨ་ནི་དེ་འབའ་ཡས་མང་པོ་བྱུང་འདུག་ད་བོད་ཀྱི་ས་ཁུལ་མང་པོ་ཅིག་ལ།

ད་དྲན་པའི་ནང་ཡོད་རེད་བ། ད་འདིའི་ནང་ལོགས་ལ་ཡང་ད་ཅིག་བོད་ནང་ལ་རྒྱ་ནག་གཞུང་གིས་འབྲོག་པ་བཙན་འབོད་བྱེད་ཡ་ཡིན་ནའི་རེད། གང་བྱུང་ཆུ་རགས་རྒྱག་ཡ་དང་ཆུ་བོ་ཁ་སྒྱུར་བྱེད་ཡ་དང་ཨ་ནི་གཏེར་ཁ་སྔོག་འདོན་བྱེད་ཡ་དང་དེ་འདྲས་ཀྱི་ལས་མང་པོ་ཅིག་གི་འོག་ལ་ཡ་དེ་འདྲས་སྤེལ་དུས་འདིའི་གི་འབྲས་བུ་ལ་ཡ་ད་ཅིག་དཀའ་ངལ་མང་པོ་ཅིག་ད་ད་ལྟ་གསུངས་པ་ན་བཞིན་རེད་ཐན་པ་ཡིན་ནའི་རེད་ས་རུད་ཡིན་ནའི་རེད་ཡང་ཆུ་ལོག་རྒྱག་ཡ་དེ་སྔ་བྱུང་མ་མྱོང་བའི་ས་ཁུལ་དེ་འདྲའི་ནང་ལ་ཆུ་ལོག་རྒྱག་ཡ་ཏན་ཏན་མང་པོ་ཡོང་གི་འོ་རེད་ད་བདེ་ཆེན་བླ་ལྟ་བུ་མཚོན་པ་ཡིན་ན་ད་ལྟ་ནི་བོད་ཀྱི་ཆུ་བོ་ཁག་གི་སྒང་ལ་ཡ་ད་ཉམས་ཞིབ་པ་ཅིག་ཆགས་ཀྱི་ཡོད་དུས་ད་ད་ལྟ་གནས་སྟངས་མང་པོ་དཀའ་ངལ་མང་པོ་ཅིག་འཕྲད་བཞིན་པ་དེ་སྲིད་ཇུས་འདྲ་མ་འདྲ་ལག་བསྟར་བྱས་ཡ་ད་ཅིག་ད་ཅིག་འཆར་གཞི་མེད་པའི་ཐོག་ནས་གང་བྱུང་སྲིད་ཇུས་འདྲ་མ་འདྲ་ལག་བསྟར་བྱས་ཡ་དེའི་གི་རྐྱེན་པས་གི་དཀའ་ངལ་མང་པོ་ཅིག་འཕྲད་བཞིན་པ་དཀའ་ངལ་དེ་ཚོ་ཚང་མ་སེལ་ཡ་གི་ཆེད་དུ་ད་རང་དབང་ལུང་པ་ལ་ཡོད་པའི་མི་སྒེར་ཡིན་ནས་རེད་ཚོགས་པ་ཡིན་ནས་རེད་ཐ་ན་ཞིང་གི་ཅིག་གཞུང་གི་ད་གཞུང་འཛིན་པ་དེ་འདྲའི་ཡོད་རེད་བ་གཞུང་གི་མི་སྣ་ཡིན་ནས་རེད་དེ་ཚོ་གི་ག་རེ་བྱེད་ཐུབ་ཀི་རེད་ཡང་བོད་ནང་གི་ཁོར་ཡུག་གནས་སྟངས་དེ་ཐད་ཀར་རྒྱ་ནག་གཞུང་གི་སྲིད་ཇུས་ལག་བསྟར་དང་བྲལ་བ་ཆགས་ཀི་ཡོད་དུས་རྒྱ་ནག་གཞུང་གི་ངོས་ནས་དེ་ཚོ་མ་ཡོང་ཡ་ལ་དེ་དཀའ་ངལ་མང་པོ་དེ་སེལ་ཡས་ལ་ནི་ཡང་ཅིག་རྒྱ་ནག་གཞུང་ངོས་ནས་ག་རེ་བྱེད་ཐུབ་ཀི་རེད། ལའོ། ད་ལྟའི་དེབ་དེ་ང་ཚོ་དེབ་གཞན་དང་མ་འདྲ་བའི་ང་ཚོ་ད་ལྟ་རང་གི་དེབ་ཀྱི་མིང་དེ་ལ་མཁན་ཐུག་རེད་དེ། དེབ་དེ་མིང་ལ་ད་ལྟ་ང་ཚོ་བོད་པའི་གི་ཁོར་ཡུག་དེ་བོད་ཀྱི་ལྟ་ཕྱོགས་བོད་པའི་ལྟ་ཕྱོགས་ལ་ནི་ཡོད་ར་བོད་ཁོར་ཡུག་དེ་ད་ལྟ་དེ་འདོད་ནི་ང་ཚོ་ད་ལྟ་ལོ་བཅུ་རེ་ང་ལ་ད་བོད་ཉིས་སྟོང་བཅུ་ནས་ཉིས་སྟོང་ཉི་ཤུ་བར་དུ་བོད་པའི་གི་ཉམས་ཞིབ་པ་དམིགས་བསལ་གི་ཁོར་ཡུག་གི་ཚན་པ་ཡོད་ར་བ་ང་ཚོ་ཁོར་ཡུག་ཚན་པ་གི་ཉམས་ཞིབ་པ་དེ་ཚོ་གི་དཔྱད་རྩོམ་སྤེལ་བྱེད་རྒྱུ། མང་པོ་ཅིག་མཁོ་སྒྲུབ་ཞིག་བྱ་རྒྱུ་ཅིག་རེད་ད་འདི་ནང་ལོགས་ལ་རྣམ་པ་སོ་ཟི་བ་འདྲ་ཞིག་ན་འདི་ནང་ལོགས་ལ་ནི་ད་ལྟ་ཕྱི་མི་ལ་གསུང་བ་ན་ཞིག་འདི་ནང་ལོགས་ལ་ནི་གཏེར་ཁ་སྔོག་འདོན་ནི་གནས་རི་ཁག་ཁག་ལ་གཏེར་ཁ་སྔོག་འདོན་བྱས་ནི་བོད་ཀྱི་ཆུ་བོ་ཁག་ཁག་ལ་ཆུ་རགས་བརྒྱབ་བ་དང་དེ་མ་ཟད་ནི་ས་རུད་རྒྱུ་བའི་དེ་གི་བོད་པའི་བོད་ནང་ལོགས་ལ་ད་འཐེན་པ་དང་དེ་མང་པོ་ཅིག་གི་ད་དཀའ་ངལ་འཕྲད་བསྡད་བ་འདི་ནང་ལོགས་ལ་ནི་དེ་གི་ང་ཚོ་ཁ་ལོགས་རེད་ད་སྲིད་ཇུས་ཀྱི་ཐབས་ལམ་མང་པོ་ཅིག་འདི་བྱས་ནི་འཁྱོལ་བྱས་ཡོད་རེད་ད་འདི་ནང་ལོགས་ལ་དམིགས་བསལ་གྱི་གཙོ་བོ་འདི་ཁག་ཞུ་བ་འདྲ་བཞིན་ན་ད་རྒྱལ་སྤྱིའི་རྒྱལ་སྤྱིའི་གྱི་ད་ད་ངོ་ཚོ་གི་ད་ཁོར་ཡུག་ཚོགས་ཆེན་དང་ཡ་བསྐྱར་དུ་སྐབས་སུ་ལ་ངོ་ཚོ་ད Five Point Call for Action ན་ནི་འདི་ཞུ་རྒྱུའི་གྱི་དོན་དོན་ཚན་ལྔ་དེ་ལ་ནི་ངོ་ཚོ་འདི་ནང་ལོགས་ལ་ཁྱོད་བཤད་ཡོད་རེད་འདི་ནང་ལོགས་ལ་ཁྱོད་དེ་ནི་ངོ་ཚོ་བོད་དེ་རྒྱལ་སྤྱིའི་གྱི་ཁོར་ཡུག་ནང་ལོགས་ལ་ནི་གལ་ཆེན་པོ་ཡིན་པ་ནི་འོན་ཏེ་ངོས་འཛིན་ཡས་དང་ཨ་འདི་མ་ཟད་ཨ་ནི་ག་ལ་བ་རེད་རྒྱལ་སྤྱིའི་གྱི་ཨ་ནི་འདི་ནང་ལོགས་བོད་ནང་ལོགས་ལ་ཉམས་ཞིབ། ཚད་དང་ལྡན་པ་ཉམས་ཞིབ་ཆེས་མཐོ་ཡག་གི་དེ་འབྲེལ་གྱི་ང་ཚོ་རེ་སྒུག་བྱས་ཡོད་རེད། ཨ་འདི་མ་ཟད་རྒྱ་ནག་གཞུང་ལ་ང་ཚོ་ཡང་རེ་སྒུག་ག་རེ་བྱས་ཡོད་ཞུ་རེ་ན། དེ་རྒྱ་ནག་གཞུང་གིས་ད་ཐ་ན་ང་ཚོ་བོད་ནང་ལོ་ལ་སྲོལ་རྒྱུན་གྱི་རིག་གནས་ཇོ་ར་ངོ་འདི་ཚོ་ལ་ངོས་ལེན་བྱས་དང་ཨ་འདི་མ་ཟད་ང་ཚོ་བོད་ནང་ལོ་ལ་འབྲོག་པ་དེ་ཚོ་གི་ད་ཁ་ལོ་ད་སྲིད་ཇུས་ག་འདྲས་ཅིག་སྤེལ་བ་རེད་ཅེ་ན་ད་ང་ཚོ་བོད་ཀྱི་འབྲོག་པ་འདི་ཚོ་གནས་སྤོས་མང་པོ་ཅིག་བྱེད་དགོས་ར་བ་དེ་ཡིན་དུས་སྲིད་ཇུས་ག་འདྲས་ཅིག་རྒྱ་ནག་གཞུང་གིས་བཏིང་བ་རེད་ཅེ་ན། ད་བོད་པའི་གི་འབྲོག་པ་དང་བོད་པའི་མི་དམངས་ས་གནས་མི་དམངས་འདི་ཚོ་འདི་ནང་ལོགས་ལ་མཉམ་ཞུགས་བྱུ་ཐུབ་བས་ཀྱི་ང་ཚོ་གི་རེ་སྒུག་བྱས་དང། ཨ་ནི་བོད་ནང་ལོགས་ལ་ཨ་ནི་གྲོང་ཁྱེར་འཛུགས་སྐྲུན་དང་ཨ་ནི་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཅིག་ཕེབས་དགོས་ར་དེ་ཡིན་དུས་དེ་འདྲས་ཅིག་མང་པོ་ཕེབས་དུས་སྐབས་སུ་ལ་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཤུགས་ཆེན་པོ་ཅིག་བྱུང་དགོས་རེད་ད། ཡུལ་སྐོར་སྤྲོ་འཆམ་པ་མང་པོ་ཅིག་བྱུང་དུས་སྐབས་སུ་ལ་ད་ས་ཁུལ་མང་པོ་ཅིག་ངོ་ཚོ་ད་ཡུ་གུར་སྤྲོ་འཆམ་པ་གི་འདི་ད་འཁྱམ་ས་རུ་ད་དེ་འདྲའི་ཟོལ་བསྡུ་སྐབས་སུ་ལ་བོད་པ་མང་པོ་ཅིག་གནས་གནས་ད་ངོ་ཚོ་གནས་ཀྱི་ས་ཆ་དེ་ཚོ་མང་པོ་ཅིག་ལ་ནི་བོད་པ་འདི་ཚོ་ཡོང་མ་འཇུག་བ་ཆེ་ཨ་ནི་ཡུ་གུར་སྤྲོ་འཆམ་པ་འདི་ཚོ་གི་ད་ཨེ་འདྲས་བྱས་ནས་སྤྲོ་སྐྱིད་བཏང་ས་རུ་ཅིག་ཨེ་འདྲས་འདྲས་ཟོལ་བཞག་སྡུད་སྐབས་སུ་ལ་ངོ་ཚོ་བོད་པའི་གི་ད་ཨ་འདི་མ་ཟད་བོད་པའི་ཕ་ཡི་བོད་ནང་ལ་ཡོད་བོད་པ་འདི་ཚོ་ལ་ནི་སེམས་ལ་ནི་ཁ་རས། འཛེམ་དུག་བྱུང་ཡས་དང་དེ་མ་ཟད་ནི་བློ་ཕམ་བྱུང་ཡས་དགེ་དེ་འདྲས་གནས་ཚུལ་མང་པོ་ཅིག་ཆགས་ཏེ་འོར་དེ་འདུས་རྒྱ་ནག་གཞུང་གིས་ད་དེ་འདྲས་སྲིད་ཇུས་ག་འདྲ་འདྲ་ཞིག་སྤེལ་བ་ཡོད་འདྲ་ཞིག་ན་ད་གྲོང་ཁྱེར་འཛུགས་སྐྲུན་དང་ཡས་ན་རེ་ད་ད་ནས་ཡུལ་སྐོར་སྤྲོ་འཆམ་པ་འདི་ཚོ་ཁ་ནན་པོ་བྱས་ནས་ཁོང་ཚོ་གི་ཡོལ་བ་ནི་སྒྲིག་གཞི་འདི་ཚོ་ཚང་མ་ཏག་ཏག་ཅིག་སྤེལ་དགོས་ཡས་དགེ་ནི་ང་ཚོ་རེ་སྐུལ་བྱས་དང་དེ་མ་ཟད་རྒྱལ་སྤྱིའི་གི་ང་ཚོ་ད་དེ་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱས་ལ་ནི། མི་རེ་ངོ་རེ་ངོ་ཡོར་བ་ངོས་ནས་ནི་ང་ཚོ་བོད་ཀྱི་ཁོར་ཡུག་འདི་ཚོ་ལ་དོན་སྣང་བྱས་ད་དམིགས་བསལ་གྱི་ནི་ཨེ་ཤེ་ཡའི་ལུང་པ་མང་པོ་ཅིག་ནང་ལོ་ལ་ད་ང་ཚོ་བོད་དེ་གལ་ཆེན་པོ་ཡིན་པ་ད་རྒྱལ་སྤྱིའི་ནང་ལོ་ལ་ང་ཚོ་འདི་སུ་སྒོར་དེ་ཨ་ནི་ག་ལ་བ་ར་གལ་ཆེན་པོ་ཡིན་པ་ཞུ་སྒོར་དེ་ཡང་དམིགས་བསལ་གྱི་ཨེ་ཤེ་ཡའི་ལུང་པ་འདི་ཚོ་མང་པོ་ཅིག་ང་ཚོ་བོད་ཀྱི་ཆུ་བོ་ཁ་ག་ན་གནས་སྡོད་དུ་སྐབས་སུ་ལ་ད་འདི་གི་ཡང་ཨེ་ཤེ་ཡའི་ལུང་པ་འདི་ཚོ་གི་ད་མི་མང་འདི་ཚོ་དེ་ན་ལ་དོན་སྣང་བྱེད་དགོས་ཨེ་གི་ག་ལ་བ་ར་ཆུ་བོད་ཀྱི་ཆུ་བོ་ཁ་ག་ལ་ག་རེ་བྱུང་བ་ར་འདི་ཅི་ནས་འདི་གི་ད་གནོད་སྐྱོན་བྱོས་ཡོར་བ། འདི་གཤམ་ལ་ཡོང་རིང་མོ་མང་པོ་ཅིག་ལ་བྱུང་རྒྱུ་ཡོད་དུས་སྐབས་སུ་ལ། མི་མང་མང་པོ་ཅིག་ངོ་རེ་མི་རེ་ངོ་རེ་ཅིག་ཁོང་ཚོ་གི་འགན་འཁྱེར་བྱས་ནས་འདི་ག་ལ་དོན་སྣང་བྱས་དང་དེ་ཚོ་གི་ཨ་ནི་ང་ཚོ་རེ་སྒུག་གཙོ་བོ་དེ་ཅིག་ཡིན་ཞུ་ཡ་ཡིན། ན་རེ། ན་རེ་ད། ད་ལྟ་སླེབས་ལ་ཉེ་བའི Cop twenty six དུ་བཞིན་ན་རྒྱལ་སྤྱིའི་ཁོར་ཡུག་གི་ལྷན་ཚོགས་དེའི་སྒང་ལ་ཡིན་ན་རྣམ་པ་ཚོ་གི་ད་ད་ནག་པོའི་ཞུ་སྐུལ་དོན་ཚན་ལྔ་ཅན་བཅས་འདུག་དེ་དང་མཉམ་དུ་ཡང། འདི་ད། ས་ཁུལ་དེ་ལ་ཡོད་པའི་གི་སློབ་གྲྭ་རེད་གཙུག་ལག་སློབ་གཉེར་ཁང་དང་དེ་འདྲའི་མང་པོ་ཞིག་ལ་ཡང་གནའ་བོའི་ཚོགས་ཀྱི་བོད་ཀྱི་ཁོར་ཡུག་དང་འབྲེལ་བའི་ཐོག་ལ་གོ་རྟོགས་སྤེལ་ཡས་ཀྱི་འཆར་གཞི་ཡོད་ས་རེད་འདི་སྐོར་ལ་རོབ་ཙམ་ཞིག་གསུངས་ལ། ལའོ། ད་ང་ཚོ་ལོ་ཟླ་རེ་ཞིག་ཉིས་སྟོང་དགུ་ནས་ནི་ང་ཚོ་ཕ་ཡི་བོད་མིའི་སྒྲིག་འཛུགས་ཀྱི་ངོ་བོ་ཇི་ཕྱི་ནས་ནི་ཕ་ཡི་ལ་སྐོབས་ལ་ཨེ་འདྲི་ཞེ་ན་དེ་འདྲ་ཁོར་ཡུག། ཚོགས་ཆེན་དེ་ལ་ང་ཚོས་ཡར་བཅར་དགོས་རེད། དེ་བཅར་བའི་ཉིན་ཐོ་དགུ་ནས་ད་ལྟ་བར་དུ་ཉིན་ཐོ་ངའི་རྩ་ཆེའི་ཕ་ཐོག་ཨེ་འབྲི་བཞིན་ལོ་ཟླ་རེ་བཞིན་བཅར་བསྡད་དུས། ཨ་ནི། ད་ནངས་ང་ཚོ་གཙོ་བོ་དེ་ང་ཚོ་ཕ་སྐད་ལ་འགྲོ་ཆེད་ཨ་ནི་ད་ལྟ་ཁོར་ཡུག་ཚོགས་ཆེན་གྱི་ནང་ལོགས་ལ་མཉམ་ཞུགས་བྱེད་ཆེད་དེའི་ནང་ལོགས་ལ་ཨ་ནི། རྒྱལ་ཁབ་ཁག་ཏག་ཏག་དགུ་བཅུ་ལྷག་གི་ཨ་ནི། སྐུ་ཚབ་དེ་ཚོ་ཕ་ཡུལ་ཕེབས་ཀྱི་འདུག་སྐབས་སུ་ལ་ཁོང་ཚོ་ལ། དོན་ཚན་ལྔ་ཅན་གྱི་ཞུ་སྐུལ་དེ་ཚོ་ཨ་ནི་ང་ཚོ། སྐུ་ཚབ་དེ་ཚོ་ལ་ཨ་ནི་ཡར་ཕུལ་བས་དང་དེ། ཁོ་ཚོ་དེ་ནང་ལ་བོད་ཀྱི་ཁོར་ཡུག་དེ་ལ་དོ་སྣང་བྱེད་དགོས་པ་དང་དེ་རྒྱལ་སྤྱིའི་གི་ད་ཚོགས་ཆེན་ག་འདྲའི་ཁོར་ཡུག་ཚོགས་ཆེན་ག་འདྲའི་ཁྲོད་ཆུ་ཚུགས་པ་རེད་ཅེ་ན་བོད་དེ་གནད་དོན་གཙོ་བོ་ཅིག་བཞག་དགོས་པ་གི་ང་ཚོ་འབོད་སྐུལ་ཞུ་གི་ཡོད། འདི་མ་ཟད་ང་ཚོ་ད་ལྟ་ད་བདུན་ཕྲག་གཅིག་ཟིན་ག་ལ་ང་ཚོ་འདི་ཚོགས་འདུ་དེ་བདུན་ཕྲག་གཉིས་ཀྱི་ཚོགས་འདུ་ཅིག་རེད། བདུན་ཕྲག་དང་པོ་དེ་ལ་ང་ཚོ་ད་འདི་ནང་ལོགས་ལ་ཁོར་ཡུག་ཚོགས་ཆེན་ནང་ལོགས་ཡར་བསྐྱར་བྱས་ང་ཚོ་གི་རྒྱ་མིའི་གི་སྐུ་ཚབ་མང་པོ་ཅིག་ཕ་ཡི་ཕེབས་ཡོད་སྐབས་སུ་ལ་ང་ཚོ་ཕ་ཡི་སྐུ་ཚབ་དེ་ཚོ་ལ་དྲི་བ་བཀོད་ཡོད་དང་ཁོང་ཚོ་གིས་ཚོགས་འདུའི་ཚོགས་དུས་སྐབས་སུ་ལ་དྲི་བ་བཀོད་ཐོས་ཡོད་དང། དེ་འབྲེལ་གྱི་འབོད་བརྩོན་བྱས་ཡོད་དང། དེའི་མཇུག་དེ་ལ་ནི་ང་ཚོ་དེ་གའི་གཡས་གཡོན་གྱི་ག་ལ་བ་རེད་མཐོ་སློབ་ཁག་ཡོད་རེད་བ། University of Oxford ལས་དང University of Westminster དང University of East Anglia ལས་ཁོང་ཚོ་ལུང་པ་དེ་ས་གནས་ཀྱི་ག་ལ་མཐོ་སློབ་ཁག་ཆེ་བ་དེ་ཚོ་མང་པོ་ཞིག་ལ་ང་ཚོ་གིས་ཕ་ཡི་འགྲོ་ཆེད་གཏམ་བཤད་བཤད་ཐོས་ཡོད་ཀྱི་འབོད་བརྩོན་ཞུ་གི་ཡོད་ད་ལྟ་ང་ཚོ་ཨེ་འགྲིག་བཞིན་ནི་ལས་གཞི་མང་པོ་ཞིག་ཨེ་འགྲིག་བཞིན་ནི་གྲ་སྒྲིག་བྱས་ནས་བཞག་ཡོད་རེད་ཟེར་ཞུ་ཡོད། ཨ་འདི་མ་ཟད་ངོ་ཚོ་ཕ་ཡུལ་ལ་ད་ནམ་རྒྱུན་དུ་ངོ་ཚོ་ཀོ་དེ་ཚོགས་ཆེན་དེ་འདྲ་བཅར་དུས་སྐབས་སུ་ལ་ཨ་འདི་དང་མཉམ་དུ་ངོ་ཚོ་ནི་ཁ་རེ་འདི་ས་གནས་ཀྱི་དཔོན་རིགས་དང་ནི་དེ་ཡི་མི་མང་འདི་ཚོ་ལ་ནི་ངོ་ཚོ་གི་གོ་ཐོབ་སྤེལ་ཐོས་ཁོར་ཡུག་གོ་ཐོབ་སྤེལ་ཐོས་གཏམ་བཤད་བཤད་དང་དེ་གི་མ་ཟད་ནི་དཔོན་པོ་འདི་ཚོ་མཉམ་དུ་ལ་ཡོད་ར་བ་ནི་འོ་འདི་ཚོ་ལ་ཐུག་ཐུག་ཐོས་དེ་འདྲས་ཡི་བུ་ཚོས་ཆིག་ཡོད་ཟེར་བྱུང། ད་ནང་ད་དེ་ཅན་ལགས་ཀྱིས་གསུངས་པ་ནང་བཞིན་རེད་ཕྱི་ལོ་ཉིས་སྟོང་དགུ་ལོ་ནས་བཟུང་རྗེས་ནི་བོད་ཀྱི་བོད་མི་སྒྲིག་འཛུགས་ཀྱི་ངོ་བོ་བྱས་རྗེས་ནི་ད་ད་ལྟ་ཁོར་ཡུག་ཚན་པས་ཀྱི་སྐུ་ཚབ་ཅིག་དུས་མི་ཅིག་དུས་ད་རྒྱལ་སྤྱིའི་ཀྱི་ལྷན་ཚོགས་དེའི་ཐོག་ལ་ནི་བཅར་གནང་གི་ཡོད་རེད་ད་དེ་དང་མཉམ་དུ་ཡང་ང་ཚོའི་ཚོགས་སྡེ་ཁག་གི་བོད་མིའི་སྐུ་ཚབ་དེ་འདྲས་བཅར་གནང་གི་ཡོད་དུས་ད་ད་བར་གྱི་ཚོགས་ཆེན་འདི་ལ་བཅར་བའི་གྱི་ཉམས་མྱོང་ག་འདྲའི་འགྲོགས་ཤིག་བྱུང་སོང་ཕ་གིའི་ད་ཅིག་རྒྱལ་ཁབ་འདྲ་མི་འདྲ་གི་སྐུ་ཚབ་དང་ཅིག་ཉམས་ཞིབ་པ་དེ་འདྲས་དང་ད་ཅིག་ཚང་མ་སྲིད་ཇུས་བཟོ་གི་ཡིན་ཟེར་ངེས་རྐྱང་རྐྱང་ཕེབས་དུས་ཁོང་ཚོ་གི་ཅིག་ཁོང་ཚོ་མདུན་ལ་ཕྱིན་རྗེས་བོད་ཀྱི་ཁོར་ཡུག་སྐོར་ལ་བཀའ་མོལ་གནང་དུས་དང་གོ་རྟོགས་སྤེལ་དུས་དང་དེ་འདྲས་ཀྱི་ཞིག་དུས་ཁོང་ཚོས་ཅིག་དང་ལེན་ག་འདྲའི་འགྲོགས་ཅིག་གནང་གི་ཡོད་ན་ཉམས་མྱོང་ག་འདྲའི་འགྲོགས་ཤིག་བྱུང་སོང་འདི་ཅིག་ད་ད་ལྟ་དེ་འདྲས་སྐུ་ཚབ་བཅར་ཐུབ་ད་ཡ་ཇི་ཡོར་བ་བཅར་ཡ་དང་དེ་འདྲས་ཀྱི་འདི་ལས་དོན་འདིའི་ནུས་པ་ཐོན་ལོས་ག་འདྲའི་འགྲོགས་ཅིག་ལ་ངོས་འཛིན་གནང་གི་ཡོད་པས། ལའོ། ད་ང་ཚོ་གོང་དུ་ཤི་བ་རུ་རེད། ང་ཚོ་ལོ་ལྟར་རེ་བཞིན་ཉིས་སྟོང་དགུ་ནས་ད་ལྟ་བར་དུ་ད་ལོ་ལྟར་རེ་བཞིན་ང་ཚོ་ཕའི་ཁོར་ཡུག་ཚོགས་ཆེན་དེ་ལ་ཡ། གནམ་གཤིས་འགྱུར་ལྡོག་གི་ཚོགས་ཐེངས་དེ་ལ་ཡ་བསྐྱར་བྱས་ཨ་ནི་ང་ཚོ་གི་ད། ལུང་པ་ཁག་གི་སྐུ་ཚབ་མང་པོ་ཅིག་ཕ་ཡུལ་ཕེབས་ཀྱི་ཡོད་དུས་སྐབས་སུ་རང་ད་ལུང་པ་ཆེ་བ་དེ་འདྲ་ཁག་ཡོད་རུང་བ་ད་སྟོབས་ཤུགས་ཆེ་བ་དེ་ཚོ་ད་ཨ་རི་དང་ད་ཡུ་རོབ་པེན་ཡུ་ནེན་གྱི་ད་ག་རེ་ལུང་པ་མང་པོ་ཅིག་ཁོ་ཚོ་གི། ད་ང་ཚོ་ཡ་འདྲ་བསྐྱར་དུས་སྐབས་སུ་ལ་ཁོ་ཚོ་གི་ངོས་ལེན་དཔེ་ཡག་པོ་གནང་གི་འདུག་བཞིན། ད།

ངོས་ལེན་ཏིས་ཅི་ཡང་མྱོང་བར་བྱས་ཏེ་ཁོང་ཚོ་གིས་ཏིས་ཅི་གཡོལ་ཐབས་བྱས་གི་ཁོང་ཚོ་འབོད་ཚིག་བྱེད་ཀྱི་འདུག་ཁོང་ཚོ་ལྟ་དེ་གཉིས་ཁོང་ཚོ་ཁག་ཡོད་མ་རེད་བསམ་གྱི་འདུག་ག་ལ་ན་རྒྱ་ནག་གཞུང་འདི་ལྟ་བས། དེ་ཁོར་ཡུག་ཚོགས་ཆེན་ནང་དཔེ་སྟོབས་ཤུགས་ཆུང་པོ་ཆགས་འདོད་ད་དམིགས་བསལ་གྱི་ཁོར་ཡུག་ཚོགས་ཆེན་ཆུང་པོ་ཞིག་མ་རེད་དེ་གི་ཁ་ལོ་རེད། དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་དེ་ནང་ལོ་འཛམ་བུ་གླིང་ནང་ལོ་ར་དེ་ནང་ལོ་ན་རྒྱ་ནག་དེ་དཔེ་སྟོབས་ཤུགས་ཆུང་པོ་ཡོད་འདོད་སྐབས་སུ་ལ་ཁོང་ཚོ་གིས། ད་ངོ་ཚོ་ལ་ངོ་ལེན་འགྲོ་ཆེ་ཡོད་ངོ་ཚོ་ལ་ཡ་ཆེ་བར་འདི་བྱས་ན་འདི་གིས་ཡང་ཁོ་ཚོ་ལ་དཀའ་ངལ་ཅིག་འཕྲད་ཀྱི་ཡོད་དུས་སྐབས་སུ་ལ་ཁོང་ཚོ་གིས་དེ་འདྲའི་ཁ་ལོག་རེང་ཏིས་ཅིག་ཡོད་ཐབས་བྱས་ད་དེ་འདྲོད་ཀྱི་ཏིས་ཅིག་བྱུང་གི་འདུག་ཤོད་དེ་མཉམ་དུ་ལ་ད་ཉམས་ཞིབ་བྱེད་མཁན་མང་པོ་ཞིག་ཡོད་རེད་དེ་མཉམ་དུ་ལ་ནི་གསར་འགྱོད་པ་མང་པོ་ཞིག་འཕེལ་གྱི་ཡོད་དུས་སྐབས་སུ་ལ་ཡང་ཁོ་ཚོ་ལ་མཉམ་དུ་ལ་ཡང་ངོ་ཚོ་ཡ་མ་ནི་ད་བྱས་བྱས་ད་འདི་ད་མི་མང་མང་པོ་ཅིག་ཡང་ཁོ་ཚོ་ཁོར་ཡུག་ལ་དོ་སྣང་ཡོད་གི་མང་པོ་ཅིག་ཕ་ཡིས་འདི་བཅར་གྱི་ཡོད་དུས་སྐབས་སུ་ལ་ཁོ་ཚོ་ལ་ཡང་ངོ་ཚོ་ཡ་མ། བགྲོ་གླེང་བྱས་དང་འདི་གང་ལ་ནི་ངོ་ཚོ་འགྲེལ་བཤད་བྱས་དང་ངོ་ད་བོད་ཀྱི་གནས་སྟངས་འདི་ཚོ་ཡོར་བ་འུ་འདི་ཚོ་འགྲེལ་བཤད་བྱས་ཀྱི་ནི་གོ་སྐབས་ཡག་པོ་བྱུང་གི་འདུག་ཞོན་ད་ད་ད་ལོ་འགྲོ་བཞི་ཤོག་འགྲེལ་བྱས་ན་ནི་གཞུང་འབྲེལ་མ་ཡིན་པ་ཚོགས་པ་དེ་ག་ལ་བ་རེད་བོད་པའི་རྒྱབ་སྐྱོར་ཚོགས་པ་མང་པོ་ཅིག་ད་ད་ངོ་ཚོ་ད་དེ་ད་ད་གོབ་ཀྱི་ཚོགས་འདུ་དེ་ལ་ཕ་ཡ་ཡོང་བྱས་ནི་ཁོང་ཚོ་གི་སུ་ལ་ཁོང་ཚོ་གི་ད་ད་ཚོགས་འདུ་དེ་འདྲའི་གོ་སྒྲིག་བྱེད་ཆེ་ཡོ་རེད་ད་འདི་ཡིན་དུས་ངོ་ཚོ་ད་ད་ད། བོད་མིའི་སྒྲིག་འཛུགས་དང་བོད་པའི་རྒྱབ་སྐྱོར་ཚོགས་པ་མང་པོ་བཅས་མཉམ་རུབ་བྱས་ནས་ང་ཚོ་ད་ལྟ་བོད་ཀྱི་ཁོར་ཡུག་དེ་གནད་དོན་དེ་རྒྱལ་སྤྱི་ཀྱི་སྡིངས་ཆ་ཞིག་བླངས་ཐུབ་ཡས་ཀྱི་ང་ཚོ་འབད་བརྩོན་ཞུ་ཡོད་ཞུ་ཡོད། ལ་རེད་ཐུགས་ཆེ་གནང་བདེ་ཆེ་གནང་ང་ཚོའི་ལས་རིམ་དེའི་ཐོག་ལ་ཕེབས་རྗེས་ད་བོད་ཀྱི་ཁོར་ཡུག་སྤྱིའི་སྐོར་ལ་ངོ་སྤྲོད་རེ་ད་གནང་ཞིང་རྣམ་པ་ཚོ་གི་ད་སླེབས་ལ་ཉེ་བའི་རྒྱལ་སྤྱིའི་ལྷན་ཚོགས་དེའི་ཐོག་ལ་ཡང་ཨ་ནི་འཆར་གཞི་ག་རེ་ཡོད་མེད་དེ་ངོ་སྤྲོད་གནང་བ་དེ་ལ་ཐུགས་ཆེ་གནང་ཞུ་གི་ཡིན་ཨ་ནི་ད་གལ་ཆེའི་ལྷན་ཚོགས་དེའི་ཐོག་ལ་ད་སླར་ཡང་བཅར་དུས་ཨ་ནི་བོད་ཀྱི་ཁོར་ཡུག་གི་གནས་སྟངས་ཐོག་ལ་གོ་རྟོགས་སྤེལ་ཡ་དང་དེ་འདྲས་ཀྱི་ལས་དོན་ཐད་ལ་ཡང་ཨ་ནི་ལམ་ལྷོང་ཡོང་བའི་སྨོན་འདུན་ཞུ་གི་ཡོད། ཐུགས་རྗེ་ཆེ་ལགས།
བོད་མི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་བཞེས་ཁང་གི་ཁོར་ཡུག་ཚན་པའི་འཐུས་མི་ཁོང་གིས་འདི་ལོའི་རྒྱལ་སྤྱིའི་ཁོར་ཡུག་ལྷན་ཚོགས Cop twenty six ཐོག་ལ་ཕེབས་པའི་རྒྱལ་ཁབ་ཁག་གི་སྐུ་ཚབ་རྣམ་པར། ངེས་པར་དུ་བོད་ཀྱི་ཁོར་ཡུག་གི་གནད་དོན་དེ་རྒྱལ་སྤྱིའི་ཁོར་ཡུག་གནད་དོན་ཇི་འདྲ་ཞིག་གླེང་རུང་ངེས་པར་དུ་གླེང་སློང་ཡོང་བའི་འབོད་སྐུལ་ཞུས་གནང་རྒྱུ་རེད་འདུག་ང་ཚོའི་ལས་རིམ་གསན་གཟིགས་གནང་བར་ཐུགས་རྗེ་ཆེ།